གསན་གཟིགས་གནང་རོགས། ཉིན་ཞིག་མཁའ་འགྲོ་དང་མཚོ་མོ་སྤང་ཐང་སྟེང་ལ་ཕྱིན་པ་རེད། ཁོ་གཉིས་ཀྱིས་བ་འཇུག་གི་ལྕི་བ་བསྒྲུགས་པ་རེད། ཕུག་རོན་ཞིག་ས་དོང་ནང་དུ་ལྷུང་ཡོད་པ་མཐོང། ཕུག་རོན་དེས་སྐེ་ལ་རྨ་བཟོས་ཡོད་པ་མཐོང། མཁའ་འགྲོ་དང་མཚོ་མོས་ཕུག་རོན་དེ་ནད་པ་ཡིན་པ་ཤེས། མཁའ་འགྲོས་ཕུག་རོན་དེ་ས་དོང་ནས་ཡར་ལེན་ཐབས་བྱས་པ་རེད། ཕུག་རོན་དེས་གཤོག་པ་སླེབས་ཙམ་སླེབས་ཙམ་བྱེད་ཀྱི་ཡོད། མཚོ་མོའི་ཕུག་རོན་གྱི་ཆེད་དུ་ཆུ་ལེན་པར་ཕྱིན། ཁྱི་ཞིག་ཀྱང་ས་དོང་དེའི་འགྲམ་ལ་སླེབས་པ་རེད། ཁྱི་དེས་ཕུག་རོན་ལ་བལྟས་ནས་ཧ་པ་རེད། མཁའ་འགྲོའི་ཁྱི་དེ་ཕར་དེད་པ་རེད། མོས་བག་ལེབ་ཅིག་བཏོན་ནས་ཁྱི་དེ་ལ་སྤྲད། ཁྱི་ཡི་བག་ལེབ་དེ་ཟས་པ་རེད། ཁོའི་ཕུག་རོན་ལ་བལྟས་ནས་བསྡད། མཁའ་འགྲོའི་ཕུག་རོན་དེ་རང་གི་ལག་པར་བླངས་པ་རེད། ཕུག་རོན་ལ་རྨ་ཆེན་པོ་བཟོས་ཡོད་པ་རེད། མཚོ་མོའི་ཆུ་ཁྱེར་ནས་ཚུར་སླེབས་པ་རེད། མཁའ་འགྲོའི་བག་ལེབ་ཅིག་ཐག་རིང་པོར་གཡུགས། ཁོ་གཉིས་ཀྱིས་ཕུག་རོན་དེ་ནང་ལ་འཁྱེར་རྒྱུ་བྱས་པ་རེད། ཕུག་རོན་དེ་མཁའ་འགྲོའི་ལག་པར་འཁུམས་ནས་བསྡད་ཡོད་པ་རེད། མཁའ་འགྲོས་གོམ་པ་ག་ལེར་བརྒྱབ་ནས་ཕྱིན། མཚོ་མོའི་ཤོད་སྒམ་ཞིག་ཁྱེར་ཡོང་བ་རེད། དེའི་ནང་དུ་རྩྭ་སྐམ་པོ་བཏིང་བ་རེད། མཁའ་འགྲོའི་ཕུག་རོན་དེ་ཤོད་སྒམ་ནང་དུ་བཞག། མཁའ་འགྲོའི་ཕོར་པ་ཆུང་ཆུང་ཞིག་གི་ནང་དུ་ཆུ་བླུགས། ཕོར་པ་དེ་ཕུག་རོན་གྱི་འགྲམ་དུ་བཞག་པ་རེད། མཚོ་མོའི་ཐབ་ཚང་ནས་པགས་ཁྱེར་ཡོང་བ་རེད།

གཅེས་ཉེར་སེམས་ཅན་ཆགས་པ་རེད། མཁའ་འགྲོའི་མཚོ་མོ་ལ་ཨེམ་ཆེ་ཞེས་འབོད་ཀྱི་ཡོད་པ་རེད། མཁའ་འགྲོ་དང་མཚོ་མོ་ཕུག་རོན་གྱིས་ཨེམ་ཆེ་ཆགས་པ་རེད། མཁའ་འགྲོ་དང་མཚོ་མོའི་ཉིན་ལྟར་ཕུག་རོན་ལ་སྨན་བཅོས་བྱེད། ཕུག་རོན་གྱིས་ཁོ་གཉིས་ལ་ཞེད་སྣང་བྱེད་ཀྱི་མེད། ཕུག་རོན་གྱི་རྨ་དེ་ཉིན་རེ་བཞིན་བསོད་པ་རེད། མཁའ་འགྲོ་དང་མཚོ་མོའི་ལས་ཀ་བགོ་བཤའ་བརྒྱབ། མཚོ་མོའི་ཉིན་ལྟར་ཕུག་རོན་ལ་ཆུ་སྤྲད་པ་རེད། མཁའ་འགྲོའི་ཉིན་ལྟར་ཕུག་རོན་ལ་པགས་དང་གྲོ་སྤྲད་པ་རེད། ཕུག་རོན་གྱི་རྨ་དེ་རྦད་དེ་དྲགས་པ་རེད། ཤོ་སྒམ་གྱི་ཕྱི་ལ་ཡང་ཡང་ཐོན་ཡོང་བ་རེད། ཕུག་རོན་གྱི་གཤོག་པ་རྡེབ་ཙམ་རྡེབ་ཙམ་བྱེད། ཉིན་ཞིག་མཁའ་འགྲོ་དང་མཚོ་མོ་སླར་ཡང་ལྕི་བ་འབྲུག་བར་ཕྱིན། ཁོ་གཉིས་ཀྱི་ཕུག་རོན་དེ་ཡང་མཉམ་དུ་ཁྱེར་ཕྱིན། ཁོ་གཉིས་ཀྱི་ཕུག་རོན་དེ་ནམ་མཁར་གློད་པ་རེད། དེས་ན་ང་རང་ཚོས་དྲུང་འདིའི་ནང། བུ་མོ་མཁའ་འདྲ་དང་མཚོ་མོ་ནང་བཞིན། མི་དང་སེམས་ཅན་སུ་འདྲ་ཞིག་ཡིན་རུང། དེར་དཀའ་ཉེན་ཆེ་སྐབས་རོགས་པ་བྱེད་རྒྱུ་ནི་ཧ་ཅང་གི་གལ་ཆེན་པོ་ཡིན་ནོ། ཅེས་ཐུགས་རྗེ་ཆེ།